བདག་ཉིས་སྟོང་གི་ལམ་ནས་ནམ་བཟོ་སྲིན་གཟིགས་སྟབས་བདེ་པོ་ཅིག་དང་བརྒྱུད་སྤྲོད་ཐད་ཀར་བྱུང་དུས། དེའི་ཐོག་ལས་ཐོག་ཆེད་དཔེ་མཚོན་ཞུས་པ་ཇི་ཡིན། དེ་རིང་གི་བརྗོད་གཞི་འདི། ཉེ་བའི་ཆར་ལ་ཡང་ཁྲིམས་ཞིབ་རྣམ་པ་གསུམ་འཕོ་འགྱུར་བཏང་ཟིན་པ་ནས། སྤྱི་ཚོགས་ནང་ལ་ཡང། རྩོད་རྙོག་དང་ལབ་གླེང་རྒྱུན་མ་ཆད་པ་བྱེད་ཐུབ་སའི་ཆགས་ཡོད་རེད། འདི་དང་འབྲེལ་བའི་ཐོག་ནས་སྔ་ཕྱིའི་གི་བརྒྱུད་རིམ་ནང་ལ་ཡང། ཁྲིམས་རྩོད་པ་རྣམ་རྒྱལ་ཚེ་སྐྱིད་ལགས་ནས། འཕོ་འགྱུར་ཟིན་པའི་གི་ཁྲིམས་ཞིབ་རྣམ་པ་གསུམ་ལ་ཡང་རྒྱབ་སྐྱོར་གི་རྣམ་པ་གསལ་པོ་ཞིག་སྟོན་ཆེད་བཀའ་མོལ་རབ་དང་རིམ་པ་མང་པོ་ཞིག་གནང་ཡོད་རེད། དེའི་ཐོག་ནས་སྤྱི་ཚོགས་ནང་ལ་ཡང་གོ་རྟོགས་དང་བསམ་ཚུལ་སེམས་འཚབ་ཡོང་གི་ཡོད་པ་དངོས་གནས་དང་ཆ་གི་འདུག་ཨ་རྒྱུན་དུ་ལོ་མང་སྒྲིག་འཛུགས་དང་གྲོས་ཚོགས་ནང་ལ་ཡང་ཕྱག་ལས་གནང་བའི་ཉམས་མྱོང་དངོས་ཀྱི་ཐོག་ནས་བཅའ་ཁྲིམས་ཀྱི་ཐོག་ལ་ཡང་གོ་རྟོགས་ཚད་མཐོ་པོ་ཡོད་ངེས་རྒན་པ་མང་པོ་བྱུང་ཡོད་རེད། གཞོན་པའི་ནང་ལ་ཡིན་པ་ནས་ཤེས་འཇོན་ལྷག་བསམ་གསུམ་ལྡན་གྱི་གཞོན་སྐྱེས་མང་དག་ཅིག་ཡོད་རེད་དེ། ད་ལྟ་གནད་དོན་དེའི་ཐོག་ལ་ཡང་ཞིབ་ཚགས་པོའི་གྱི་དཔྱད་ཞིབ་ཅིག་བྱས་རྗེས་མང་ཚོགས་ཁྲོད་ལ་ཡང་བགྲོ་གླེང་དང་གྲོས་བསྡུར་གྱི་ཐོག་ནས་ཕྱོགས་ཡོངས་ཀྱི་གནད་དོན་མཁོ་སྤྲོད་བྱེད་ཡག་ཡོང་གི་མེད་དུས་ཨ་མཆིག་དེའི་ཐོག་ལ་ཡང་ཁྲ་འབྲིང་པོའི་ཐུགས་ཕན་གྱི་སྲོལ་མ་ཡོང་བསམ་བྱས་དེ་རིང་གི་གཏམ་གླེང་འདི་ཐུགས་ཆེ་ཡིན་ཞུ་ཡ་ཡིན། ཨ་ནི་སྐད་ཆ་དངོས་ཡོད་སྐོར་མ་རྫུན་ཉན་ལ་ཡང་གནད་དོན་ཁ་ཤས་ཅིག་ཐོག་ལ་ཡང་ཅིག་ཁ་གསལ་པོ་ཅིག་གསལ་བཤད་ཞུས་ན་བསམ་སོང། དེ་ཡང་ཨ་མཆིག་གིས་ལྟ་གྲུབ་དང་གཤིས་སྤྱོད་ཀྱི་ཐོག་ནས་ང་རང་ལངས་ཕྱོགས་བརྟན་པོ་དང་གསལ་པོ་ཡོད་ངེས་ཆགས་ཀྱི་ཡོད། དེ་ཡང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་གསུང་ཅི་སྒྲུབ་ཞུ་ཡག་དང་བོད་མིའི་སྒྲིག་འཛུགས་ཀྱི་ལམ་སྟོན་འོག་ཤར་བསྐྱོད་དང་དབུལ་ཕོངས་འདེད་ཞུ་ཡག། སྤྱི་ཚོགས་ནང་ལ་གནད་དོན་ག་རེ་བྱུང་གི་ཡོད་པ་ཡིན་ནའི། འཇིགས་ཞུམ་ཆགས་སྡང་མེད་པའི་ཐོག་ནས། གཙོ་བོ་བཅའ་ཁྲིམས་དཔང་པོ་ལ་བཞག་གནད་དོན་རང་གི་ཐོག་ལ་ཡར་ཞིབ་ཚགས་པོའི་དཔྱད་ཞིབ་བྱས་རྗེས། མང་ཚོགས་ཁྲོད་ལ་ཡང་འགན་མཁས་པའི་ཐོག་ནས་སྤྱི་སེམས་བརྟན་པོ་ཆེ་དང་ཡ་རབས་བཟང་སྤྱོད་ཀྱི་ཐོག་ནས་ཨན་ཇི་སོ་སོའི་གི་བསམ་འཆར་དེ་ཡི་ང་གཉིས་ཐོག་ནས་ཐད་ཁ་ཞུ་ངེས་ཞིག་འདུག་ཟེར་བཅས་ཆགས་ཀྱི་ཡོད། སོང་ཙང། ངས་ཁ་ལབ་པ་དེ་ང་རང་རྒྱལ་གྱི་བསམ་ཚུལ་ཆགས་ཀྱི་ཡོད། ང་བདེན་པ་དང་ང་ལ་རྒྱབ་སྐྱོར་ཅི་རིགས་བྱེད་ཟེར་བཅས་ནམ་ཡང་ཞུ་གི་མེད། གང་ལྟར་གཅིག་སྤོབས་པ་ཆེན་པོའི་ཞུ་ཡ་གཅིག་ལ་ཡང། ད་ལྟ་བར་དུ། དངོས་ཤུགས་བརྒྱུད་གསུམ་ནས། ཆགས་སྡང་ཕྱོགས་རིས་ཀྱིས་མྱོས་པའི་ཐན་སྐད་འབྱིན་ངེས་ཀྱི་གང་ཟག་དང། ཤོག་ཁག་དཔུང་སྦྲེལ་གྱིས་སུ་གཅིག་གི་ཁོངས་སུ་གཏོགས་མ་མྱོང། གཏོགས་དགོས་ཀྱི་མི་འདུག་མ་འོངས་པ་ཡིན་པའི་ནས་ཁྱོན་ནས་གཏོགས་ཀྱི་མིན་པའི་གདམ་བྱ་ལངས་ཕྱོགས་བརྟན་པོ་ཡོད་ངེས་ཞེས་དུ་བྱས་ཡིན། སོང་ཙང་ཅིག། གང་ཟག་སྒེར་ལ་ཡི་ཁ་གསོད་བྱེད་ཡག་གཞི་མེད་བསྐོན་འཛུགས་བྱེད་ཡག། ཚིག་རྩུབ་ལབ་ཡག། ཨ་ཅིག་ཀུན་སློང་དོག་པོ་སློང་ཡག་གི། གང་ལྟར་ཨ་ཅིག་ཀུན་སློང་ཉན་པ་རྩ་བ་ཉིད་ནས་མེད་ཅེས་གསལ་པོ་ཤོད་ན་བསམ་སོང། ཨ་ཅེ་དང། སྤྱི་ཡོངས་ཀྱི་ཆ་ནས་ང་རང་ཚོའི་སྤྱི་ཚོགས་ནང་ལ་ཡང། བཅའ་ཁྲིམས་དང་ཁྲིམས་ལུགས་གི་ཐོག་ལ་ཡང། རྒྱུས་མངའ་ཅུང་ཟད་ཞན་པོ་ཞིག་ཡོད་རེད། ཨ་དེའི་ཐོག་ནས་ད་ལྟའི་དཀའ་ངལ་དེ་ཡིན་པ་ནས་ཅིག་བཅའ་ཁྲིམས་ཀྱི་ཐོག་ནས་ཡོང་གི་ཡོང་དུས། གང་ལྟར། བཅའ་ཁྲིམས་ཀྱི་ཐོག་ལ་ཡང་རྒྱུས་མངའ་ཚད་མཐོ་པོ་ཡོད་ངེས་དང། ཁྲིམས་ཀྱི་ཐོག་ལས་ཁེ་བ་ཡིན་ཟེར་ངེས། ཨ་ཅེས་གསར་འགོད་པ་རྣམ་པ་ཚོ། ཨ་ཅིག་རང་ཚུགས་བརྟན་པོས་བློ་གཟུ་བོར་ལ་གནས་པ་ཡིན་པ་ཡིན་ན། དེ་འདྲའི་སྐབས་ལ་ཡང་བཀའ་སློབ་ལམ་སྟོན་ཞུ་ས་ཞིག་ཆགས་ཀྱི་ཡོད་པ་ཡིན་པ་ཡིན་ན་ཅིག་གནད་དོན་དེའི་ཐད་ལ་ཡང། ཁྲིམས་ཞིབ་ཟུར་པ་ཁག་དང་ལས་བྱེད་ཟུར་པའི་གི། གང་དག་ཤོག་ཁག་ཅིག་དག་ན་བཞིན་གྱི་གསར་འགོད་པ་མང་དག་ཅིག་ནས། ལངས་ཕྱོགས་ཀྱི་གཟིམ་བཅས། འཕོ་འགྱུར་སེམས་དཔས་ཀྱི་ཁྲིམས་ཞིབ་རྣམ་པ་གསུམ་ལ་ཡང་རྒྱབ་སྐྱོར་གྱི་རྣམ་པ་ཞིག་སྟོན་བྱས། གང་ལྟར། སྤྱི་ཡོངས་ཀྱི་གནད་དོན་མ་ཡིན་པ་ཕྱོགས་གཅིག་གི་གནད་དོན་ཨང་ཅིག་མཁོ་སྤྲོད་བྱེད་ཀྱི་ཡོད་པ། འདི་འདྲའི་ཐོག་ནས། བཅའ་ཁྲིམས་ཀྱི་དོན་ཚན་ཁག་སྟབས་བདེ་པོ་ཅིག་ཐོག་ནས་བགྲང་ཡས་དང། རྒྱལ་ཁབ་གཞན་པའི་ཀྱི་ཁྲིམས་སྒྲིག་ལས་དཔེ་བལྟས་ཀྱི་ཞབས་པའི་ལྷམ་ལྕགས་ཀྱི་ཚུལ་དུ་ལུང་འདྲེན་བྱེད་ཡས། དེ་འདྲའི་ཐོག་ནས་ཨན་གྱི་མང་ཚོགས་ནང་ལས་ཀ་ལུགས་སྒྲུབ་དང་བརྡབ་གསིག་ཅིག་ཡོང་གི་ཡོད་པ་དངོས་གནས་དང་ཞིག་ཆགས་ཀྱི་འདུག་དེ་འདྲའི་སྐབས་ལས་ང་ཚོ་བོད་ཀྱི་གཏམ་དཔེ་ལ་ཡོད་པ་ན་ཞིང་ཁྲིམས་སོ་སོ་སྡོམ་པ་རང་སྲུང་ཟེར་བྱས་ལབ་པ་ན་ཞིང་ང་རང་ཚོའི་གི་སྐྱབས་བཅོལ་བཙན་བྱོལ་གྱི་གནས་བབ་གནས་སྟངས་ལ་ཡར་གཞིགས་པས་གང་ལྟར་དོན་དང་ལྡན་པའི་གི་དམངས་གཙོ་ཆེད་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་གསོལ་རས་གནང་ཡོད་རེད། དེའི་ཐོག་ནས་བཅའ་ཁྲིམས་རིན་པོ་ཆེ་གཏན་འབེབས་མཛད་རྗེས། ད་ལྟ་བར་དུ་དེའི་ཐོག་ནས་ཡང་ཤར་སྐྱོད་གནང་མུས་ཆགས་ཡོད་པ། སོང་ཙང་བཅའ་ཁྲིམས་རིན་པོ་ཆེ་ལ་ཡང་ཆ་གནས་དགོས་ཡ་དང། བརྩི་སྲུང་ཉམས་ལེན་བྱེད་དགོས་ཡ་དེ་ག་ད་འཕྲལ་སེལ་ཙམ་མ་ཡིན་པ། འཕྲལ་ཕུགས་རྒྱང་གསུམ་ལ་ཡང་གནད་འགག་ཆེན་པོ་ཆགས་ཡོད་རེད། ཨ་འདི་འཕྲལ་གྱི་ཕྱོགས་གཅིག་གིས་འགྲེལ་བརྗོད་བྱེད་ཡོང་དུས། ཨ་ན་བུ་ཚོས་དགོངས་པ་བཞེས་ཡ་གཅིག་ལ་ཡང། སྒྲ་ཇི་བཞིན་པ་ལས་ཁས་མ་བླངས་པ་བཅས། བཅའ་ཁྲིམས་དཔང་པོ་ལས་བཞག། རིགས་པས་དཔྱད་བཅས། གནོད་ཀྱི་འདུག་གནོད་ཀྱི་མི་འདུག། བཅའ་ཁྲིམས་དང་འགལ་གྱི་འདུག་འགལ་གྱི་མི་འདུག་དེ་འདྲའི་གྱི། ཞིབ་ཚགས་པོའི་གྱི་དཔྱད་ཞིབ་ནན་པོ་ཅིག་བྱས་པའི་ཐོག་ནས། སོ་སོ་ལ་ཡང། ངེས་ཤེས་བརྟན་པོ་ཅིག་རྙེད་པའི་ཐོག་ནས། ཨ། བཅའ་ཁྲིམས་ཀྱི་ཨ་བརྩི་སྲུང་ཉམས་ལེན་བྱེད་ཡག་དང། ཨ། གཅིག་སྲུང་སྐྱོབ་བྱེད་ཡག་གི། འགན་ཅིག་འཁྱེར་དགོས་ཀྱི་འདུག་ཟེར་བཅས། བདེ་སྐྱིད་ཞུས་ན་བསམ་སོང། ཨ་མདའ་རྣ་ཤན་གྱི་ཕྱོགས་ཡོངས་ཀྱི་གནད་དོན་རོབ་ཙམ་ཞུས་པ་ཡིན་པས་ནས། ག་ལྟར། ང་ཚོ་བོད་མི་རིགས་སི་ཏུས། རྒྱལ་རབས་ལོ་རྒྱུས་ཡོད་པ། ཆོས་རིག་གཞུང་སྐད་གང་གི་ཆ་ནས་སུ་གཅིག་ལ་ཡང་རེ་མོ་གོ་ཡ་གདག་ཅིག་སྤོབས་པ་སྐྱེ་འོས་པའི་མི་རིགས་ཅིག་ཆགས་ཀྱི་ཡོད་རེད། དེའི་ནང་ནས་གཙོ་བོ། ལུང་པ་གཞན་པའི་དང་མི་རིགས་གཞན་པ་ལ་ཡང་མེད་པའི་སྤྱི་ནོར། ཡིད་བཞིན་གྱི་ནོར་བུ། བདེ་སྐྱིད་ཀྱི་སྐྱབས་གྲལ་ཡང་དག་པ་བླ་ན་མེད་པའི་དབུ་ཁྲིད། བོད་ཀྱི། མཚོན་དོན་དང་ངོ་བོ། བླ་སྲོག། བོད་མི་མང་གི་ལྟ་བའི་མིག་དང་ཁོག་པའི་སྙིང་ལྟ་བུ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག། ཞེས་བྱའི་གསུང་ཐོས། ཁོང་གི་ཡང་དག་པའི་དབུ་ཁྲིད་འོག་ལ་ད་ལྟ་བར་དུ་ཤར་བསྐྱོད་གནང་ཡག་གི་སྐལ་པ་བཟང་པོ་ཅིག་བྱུང་ཡོད་རེད། མི་རབས་རྒན་པ་རྣམ་པ་ཚོའི་ཡོན་པའི་གནས། དབུ་ཁྲིད་དེ་ཡིག་གི་བར་ལ་ཡང་རྡོག་རྩ་གཅིག་སྒྲིལ་དང། སྐྱིད་སྡུག་མཉམ་མྱོང་གི་ཐོག་ནས་གདུགས་དཀར་ལས་མང་པོ་ཞིག་བརྒྱབ་རྗེས། ང་རང་ཚོས་ཀྱིས། གནས་བབ་གནས་སྟངས་དེ། སྐྱབས་བཅོལ་མང་པོའི་ནང་ནས་མ་འདྲ་ཡང་གཟེངས་སུ་ཐོན་ཡས་དེ་ཁོང་རྣམ་པ་ཚོས་ཀྱིས། བཀའ་དྲིན་མྱང་ཅི་ཆགས་ཀྱི་ཡོད་པ། ྋགོང་ས་མཆོག་གི་དགུང་ལོའི་བབ་ཡིན་པ་ཡིན་ནས་ཅིག་ལོ་རེ་བཞིན་ཇེ་མཐོར་འཕེལ་གྱི་ཡོད་པ་དང། འཛམ་བུ་གླིང་ཁྱོན་ཡོངས་ལ་ཡིན་པ་ཡིན་ནས། ཏོག་དབྱིབས་ནད་ཡམས་དང་འབྲེལ་བའི་ཐོག་ནས། རྒྱ་ནག་གི་སྲིད་ཇུས་ངན་པ་མང་པོ་ཆེ་ར་འཕྲོད་བཅས་དེ་ལ་ཡང་རྒྱལ་ཁབ་མང་པོ་མཉམ་རུབ་ཀྱི་ཐོག་ནས་ཨ་ནི་གཅིག་གདོང་ལེན་བྱེད་ཡག་གི་དྲག་གཞོམ་དང་སྲིད་ཇུས་ཟམ་ཡག་གི་གང་དག་གནད་འགག་ཅན་གྱི་དུས་ཚོད་ཆགས་ཀྱི་ཡོད་རེད། བོད་ནང་ལ་ཡིན་པ་ཡིན་ནས་རྒྱ་ནག་གཞུང་གིས་ཨ་ནི་གཅིག་གདུག་རྩུབ་དང་གཉའ་གནོན་ཞུ་ཞོར་དུ་སུ་ཉི་མ་ནས་ཉི་མ་ཇེ་ཆེ་རུ་ཇེ་སྡུག་ཏུ་གང་དག་ཅིག་རྩ་དྲག་གི་རྣམ་པ་གསལ་པོ་རེད། ཨན་གྱིས་བཙན་བྱོལ་ནང་ལེན་པ་ཡིན་ནས་རྒྱ་ནག་གཞུང་གིས་ངན་བྱུས་རྒྱུན་མ་ཆད་པ་ལ་གཤམ་བཅད ྋགོང་ས་མཆོག་གི་མཚན་སྙན་གྲགས་གཏོར་བཤིག་བྱེད་ཡག་དང། བོད་མིའི་སྒྲིག་འཛུགས་ནུས་མེད་ལ་བཏང་བཅས་རྩ་གཏོར་བཏང་ཡག། ང་རང་ཚོའི་བོད་མིའི་བར་ལ་ཡག་ཅིག་རྩོད་པ་བསླངས་དཀྲོག་གཏམ་སྤེལ། ཨན་གྱིས་འཁྲུག་པ་བརྒྱབ་པའི་ཐོག་ནས་ང་རང་ཚོའི་གི་རྡོག་རྩ་གཅིག་སྒྲིལ་དེ་མེད་པ་བཟོ་ཡག་ཡག། ཐབས་ཤེས་ཡོད་རྒུ་རྩེ་སྤྲོད་བྱེད་ཀྱི་ཡོད་པ་ང་རང་ཚོ་ཚང་མས་གི་ཧ་གོ་དོན་གསལ་རུ་བ། སོང་ཙང། ཨ་ཅེ་དེ་འདྲའི་གི། ཉག་ཕྲ་བོའི་གི་དུས་ཚོད། གཉན་འཕྲང་ཅན་རྩྭ་བྲག་ཅན་གནས་འགའ་ཅན་གྱི་གི་སྐབས་ལ་ཡ། ང་རོ་ཚོ་སྐྱབས་བཅོལ་རང་དབང་ལུང་པ་ལ་ཡ། གནད་དོན་ཆུང་ཙག་རིགས་ལ་ཡ་མགོ་སྐོར་ཅན་རྩོད་པ་རྒྱབ་འདེད་ཡ་དང། སོ་སོའི་གི་དོན་དག་འགྲུབ་པ་ཡིན་ན། ཨ་ཅེ་སྤྱི་དོན་དེ་ལ་ཡ་མེད་དང་བཅས་རྒྱས་སྤྲོས་ངང་ལས་འདེད་ཡ། ད་ན་བཞིན་གྱི་ཐོབ་གོ་ས་དང་ལྟ་བ་ལངས་ཕྱོགས། ནང་ཁུལ་ཆབ་སྲིད་ཀྱི་ཐོག་ནས། ཤོག་དཔུང་བསྒྲིགས་བསྒྲིགས་བྱས། ནང་ཁུལ་རྩོད་པ་རྒྱུན་མ་ཆད་ཅིག་བརྒྱབ་བྱས་འདས་དུས་ཚོད་ཅིག་གཏན་ནས་རེད་པས། དེ་འདྲའི་གཏན་ནས་མ་རུ་བ། དེ་འདྲའི་ནང་ཞུགས་པ་ཡིན་པས་ན་ལས་རྒྱུ་འབྲས་དང་མཐུན་གི་མ་རེད་པ། ང་ཚོའི་བོད་མིའི་སྒྲིག་འཛུགས་འདི། དེ་སྔ་བོད་རང་བཙན་ཡིན་པའི་སྐབས་ཀྱི་གཞུང་གི་ང་ལྟར་ཁྲིམས་མཐུན། ལོ་རྒྱུས་རང་བཞིན་ལྡན་པའི་རྒྱུད་འཛིན་སྒྲིག་འཛུགས་ཅིག་ཆགས་ཀྱི་ཡོད་རེད། གཞིས་བྱེས་བོད་མིའི་གི་རེ་བ་དང་ཡིད་ཆེས་བྱེད་ས་བློ་ཕུགས་གཏད་ས་སྒྲིག་འཛུགས་དེ་ཆགས་ཀྱི་ཡོད་རེད། གོང་ས་སྐྱབས་མགོན་ཆེན་པོ་མཆོག་ཡིན་པའི་ནས་སྐུ་ཚེ་ཧྲིལ་པོ། སྐུ་ལས་སྐྱོན་ཅན། གཡས་སྐྱོར་གཡོན་སྐྱོར་གྱི་ཐོག་ནས་བསྒྲུབས་བཞག་པའི་གི་སྒྲིག་འཛུགས་དེ། གང་ལྟར། ཇི་སྲིད། བོད་ཀྱི་རང་དབང་འཐབ་རྩོད་ཀྱི་བདེན་མཐའ་མ་གསལ་གྱི་བར་དུ། ང་རང་ཚོས་ཀྱི་བསྟན་སྲིད་མི་རིགས་ཀྱི་ཆེད་དུ། འགན་གནད་ཆེ་ཤོས། གནད་འགག་ཆེ་ཤོས་ཀྱི་སྒྲིག་འཛུགས་དེ་ཆགས་ཀྱི་ཡོད་པ། བདག་འདས་ཅར་ཡང་སྒྲིག་འཛུགས་འདིའི་གནས་བབ་གནས་སྟངས་ག་བ་ལས་ཤར། སྤྱིའི་དགྲ་གི་ཨ་འདྲིས་མེད་པ་སོགས་ཀྱི་མ་ཡིན་པ། ང་རང་ཚོ་ནང་ཁུལ་ལ་ཡང་མ་ཕྱིན་པ་བཅས། ཆགས་སྡང་ཕྱོགས་རིས་ཀྱི་དབང་དུ་ཕྱིན་བཅས་རྩོད་པ་བརྒྱབ་བཅས་སྒྲིག་འཛུགས་ལ་ཡང་འགན་འཁྱེར་གྱི་མེད་པ་མེད་པ་བཟོ་གི་ཡོད་པ་གསལ་པོར་བ། ད་ལྟ་བར་དུ་ཇི་ལྟ་བ་གཉིས་ལྷགས་སུ་ཕྱིན་ཡོད་རེད། ཨ་ཇི་ཁོང་ལ་བཞུགས་ངེས་གནད་ཡོད་ཀྱི་དབུ་ཁྲིད་རྣམ་པ་ཚོ་དང་འདེམས་ཐོན་གྱི་འཐུས་མི་རྣམ་པ་ཚོས་ཀྱི་འགན་བཞེས་ཀྱི་འདུག་བས། སྒྲིག་འཛུགས་བོར་བླུགས་ཡོད་རེད་བཅའ་ཁྲིམས་རྩབ་རལ་བཏང་ཡོད་རེད། དབང་ཆ་སྒེར་གཅོད་བྱས་བྱས་ཟླ་བ་གཉིས་ལྷགས་སུ་འགྲོ་གི་ཡོད་རེད་དེ། ད་དུང། སོ་སོའི་གི་ཤོག་ཁག་ཕྱོགས་ཁག་ལ་ཡང་མང་མོས་ཀྱི་རྒྱབ་སྐྱོར་ཆེད་མ་ཏོ་བ་ཏོ་ཨན་གྱི་མཁྲེགས་འཛིན་བྱས་ཅན་བསྡད་ཀྱི་ཡོད་པ་གསལ་པོར་བ། དེ་འགྲེགས་ཐོག་ནས་ང་ཚོ་སྤྱི་པའི་གི་དོན་དག་དང་སྒྲིག་འཛུགས་ཀྱི་ཐོག་ལ་ཡང་འགན་འཁྱེར་གྱི་མེད་པ་རྣམ་པ་གསལ་པོ་ཞིག་འདུག་ཞེས་མཐོང་གི་འདུག་དེའི་ཐོག་ལ་ཡང་རྒྱུན་མཐུད་ཅན་ད་དུང་གནས་ཡིན་པ་ཡིན་ན། ང་ཚོའི་གི་རྩ་ཆེ་བའི་སྒྲིག་འཛུགས་འདི། གནད་འགག་ཆེ་བའི་སྒྲིག་འཛུགས་འདི།

དད་པའི་གིང་རང་ཚུལ་གྱི་དཔའ་བོ་དཔའ་མོ་རྣམས་ཚུལ་གྱི་སྙིང་སྟོབས་དང་བློས་བཏང་ལ་ཡང། དགོངས་པ་ཆེ་བཞེས་བཅས་སེམས་ཤུགས་འཕར་བཅས། ཨན་ཅེ་མ་འོངས་པའི་གི་མི་རབས་གསར་པ་ཚུལ་གྱི་ཆེད་དུ་ཡིན་པའི་གནད་ཀྱི་སྒྲིག་འཛུགས་དེ་ཧྲག་ཏག་ཏག་ཏུ་ནས་རྩིས་སྤྲད་ཡོང་ཡས་ཀྱི་ཆེད་དུ་དགོངས་པ་ཆེན་པོ་ཆེ་བཞེས་བཅས། ད་ལྟའི་གི་དུས་ཚོད་དེ་ལ་ཡང། སོ་སོའི་གི་ལྟ་བ་ལངས་ཕྱོགས་ལས། ག་ད་ང་རང་ཚོའི་སྒྲིག་འཛུགས་དེ་གལ་ཆེ་གི་རེད། ཤོག་ཁག་དཔུང་སྒྲིག་གི་ཁེ་ཕན་ལས། ནང་ཁུལ་ཆབ་སྲིད་ཀྱི་རྩོད་རྙོག་སླད་རང་བྱུང་གི་སྒྲིག་འཛུགས་དེ་གལ་ཆེ་གྱུར་བ། སོང་ཙང་ཨམ་ཅིག། ཚང་མ་ལས་རེ་བ་ཞུ་ཡ་ཅིག་ལ་ཡང། རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས། ད་ཅིག། སྒྲིག་འཛུགས་དེ་བཙུགས་ཡ་ལ་ཡ་ཅིག་སྐུ་ངལ་མང་པོ་ཆེ་སྐྱོན་ཡོད་རེད་མེད་པ་བཟོ་ཡ་ལ་དེ་འདྲས་ཀྱི་གང་ད་ཅིག་ལས་སླ་པོ་བཏོན་ནས་མེད་པ་བཟོ་ཐུབ་ཀྱི་ཡོད་སོང་ཙང་གང་ད། ཚང་མས་དགོངས་པ་ཆེན་པོ་བཞེས་བྱས་རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས། ང་རང་ཚོའི་སྒྲིག་འཛུགས་དེ་སླར་གསོ་ཡོང་ཡ་དང། སྒེར་གཅོད་ཀྱི་ཐོག་ནས་མེ་འབར་གཅིག། བཅའ་ཁྲིམས་ཀྱི་ཐོག་ནས་མ་འདའ་ཞིང་གཞུང་འཛིན་སྐྱོང་སྤེལ་གསུམ་བྱེད་ཡག་གི་སྐྱབས་སུ་ཡོང་ཡག་གི་གཏོར་ཡག་དགོངས་པ་བཞེས་བཅས་མ་འདའ། བཟང་ཕྱོགས་ཀྱི་རྣམ་པ་གསལ་པོ་ཅིག་འཕྲལ་དུ་སྟོན་དགོས་ཀྱི་འདུག་ཅེས་རྣམ་པ་ཚང་མ་ལ་ཡང་ཅིག་གསོལ་འདེབས་ཞུ་བ་ཡིན། རིམ་པས་ཅིག་སྒྲིག་འཛུགས་སླར་གསོ་བྱུང་བ་ཡིན་པས་ན་ཅིག་ནུས་པ་གོང་མཐོར་བཏང་ང་ཚོ་བོད་བསྟན་སྲིད་མི་རིགས་ཆེད་དུ་ཅིག་སྔར་ལས་ལྷག་པའི